དེ་རེད་བ། ད་དཔེ་ཁག་པོ་རེད་དེ་དུས་སུ། ང་ཚོ་སྤྱི་ཚོགས་ནང་ལ་དཀའ་ཉེན་ཡོད་ཚང་མ་འདི་རེད་དོ། རེད་བ། རྗེས་སུ་ཡི་རངས་བྱེད་མ་ཐུབ་པའི་རྒྱུ་མཚན་གྱིས། རྗེས་སུ་ཡི་རངས་བྱེད་མ་ཐུབ་པ་ཡིན་པ་ཡིན་ན། ཕྲག་དོག་སླེབས་ཀྱི་མ་རེད། འགྲན་སེམས་སླེབས་ཀྱི་མ་རེད། ཕྲག་དོག་དང་འགྲན་སེམས་མ་སླེབས་ན། ཁ་ནས་སྤ་ད་སྤ་ད་ཤི་བ་ཡི་རྒྱུ་མཚན་གལ་ཆེན་མི་འདུག་བ། སྤྱི་ཚོགས་རང་བཞིན་གྱི་འཆམ་མཐུན། ཨ་ནི་ཆོས་སྒྲུབ་གཉིས་དབེན་ནི་བའི་སྐྱིད་པ། རེད་བ། ཚང་མ་སུ་ཐུག་པ་ཡིན་པ་ཡིན་ན་ནང་མི་ཐུག་པ་ན་ཞིག་འུ་ཐུག་བ། རེད་བ། ཨོ་དེ་རེད་ད། དེ་ཡོད་དུས་ང་རང་ཚོ་ཚང་མའི་ཡི། ད་ཆོས་སྒྲུབ་ཉེ་སྔོན་ནས་ད་ཡིན་པ་རེད། དེ་ཆོས་མ་སྒྲུབ་ཉེ་ཡིན་པ་ཡིན་ན་ཡང་ཁོ། ནང་ལ་སྐུ་གསུང་ཐུགས་རྟེན་མྱང་མཁན་རྒྱལ་བ་རིན་པོ་ཆེ་ལ་བརྩི་བཀུར་ཞུ་ཉེ་ཉེ་སྔོན་ནས་ད་ཚང་མའི་གི་དེ་བསམ་བློ་ཡིན་ཆོས་མིན་ཆོས་བཏང་དགོས་ཀྱི་ཡོད་ས་རེད། རེད་བ། རང་ལ་ཡི་འདི་ཕན་གྱི་རེད་གཞན་ལ་ཡི་འདི་ཕན་གྱི་རེད་བླ་མའི་སྐུ་ཚེ་ལ་ཡི་འདི་ཕན། བསྟན་པ་ཆབ་སྲིད་ལ་ཡི་འདི་ཕན། འཛམ་བུ་གླིང་ཞི་བདེ་སྐྲུན་ཡས་ལ་ཡི་འདི་ཕན་གྱི་འདུག་ལྷག་པར་དུ་ནང་མི་ནང་ལོག་བདེན་ཅིང་མི་འཇིགས་གོ་རེ་ད་རེ་བ། ཉི་མ་སྐད་ཆ་མང་པོ་ཆུང་པ་རེ་བ་ད་རེ་ང་རང་ཚོ་ནང་ཚ་སྐྱ་ངན་རེ་བ། ཆབ་སྲིད་ཀྱི་ཐོག་ནས་བཟའ་ཚང་གཉིས་ཁ་ཁ་ཆགས་པ། པི་ཉལ་གཉིས་ཁ་མ་སྐད་ཆ་མ་བཤད་པ་ད་དེ་ཚོ་ད་ལྐུག་པ་ལྐུག་པ་རེ་བ་ད་བསམ་བློ་བཏང་ད་ད། དེ་སྐྱོ་བོར་བ་ད་བསམ་བློ་བཏང་ད་དེ་འདྲས་ད་གང་ཕན་གི་རེད་ད། འདི་ང་ཚོ་ཁྱོད་ནི་གནང་རྒྱུ་མི་འདུག་ཁོ་གནང་པ་གནང་ཚར་བ་རེད་རེད་བ། ད་དཀའ་ཉེན་བྱུང་སོང་ན་སྤིན་རྒྱལ་གྱི་ལྟ་གི་རུ་བ་ད་རེད་བ། གནས་སྐབས་ང་ཚོར་གནང་བ་དག་ནི་འདི་བྱེད་ཀྱི་ཡོད་མ་རེད་རེད་བ། སྤིན་རྒྱལ་སྤིན་རྒྱལ་རང་རེད་ཕ་མ་ཕ་མ་རང་རེད་བཟའ་ཚང་བཟའ་ཚང་རང་རེད། ལས་ཀྱི་བཀོད་པའི་སྡེ་རེད་བ། ཆབ་སྲིད་ཆབ་སྲིད་ལ་ནི་གནས་སྐབས་གནས་སྐབས་ཀྱི་འགྱུར་རྡོ་འགྲོ་ཀུན་རེད། ང་ཚོ་ཆོས་སྒྲུབ་གཉིས་ངོས་ནས་ཡིན་གཅིག་མིན་གཅིག་བསམ་བློ་འདི་བཏང་བ་རེད། སོ་སོའི་ངོས་ནས་དྲང་པོ་དྲང་རྐྱང་གཅིག་མིན་ཞེ་འདྲ་གི་གོ་བལྟ་དང་ཡང་དཔེ་ལས་ཤེས་གི་འདུག་ལབ་གནས་རེད་མ་ལབ་ཁྱད་པར་ཡོད་མ་རེད་ང་རང་ཚོ་མིང་དོན་གི་མིང་གི་དོན་དག་ལ་བྱེད་གི་འོ་མ་རེད་བ། ལྷག་བསམ་རྣམ་དག་ལ་ཡན་ཏེ་གཞན། འདི་རྩ་ཆེ་ཤོས་རྩིས། རེ་བ། ཨ་ནི་སྒེར་གྱི་དོན་དག་དང་སྤྱི་བོད་ཀྱི་དོན་དག་ནི་སྤྱི་བོད་ཀྱི་དོན་དག་དེ་རྩ་ཆེ་ཤོས་རྩིས་ནས་འདི་བྱེད་ཀྱི་ཡོད་པ་ཡིན་སྟབས་སོ་སོ་ལ་འགྱོད་པ་ཁྱོན་ནས་ཡོད་མ་རེད། རེ་བ། ཨ་ནི་ཡང་ངོ་རྒོལ་སྤེལ་ལས་རེ་བྱས་པ་ཡིན་ན་ཨ་ནི་ངེད་ས་ན་ལ་ལྷག་གཞི་ནས་འགྱོད་པ་སྐྱེ་གི་རེད་ད་ད་འདི་རེ་བྱེད་དྲགས་པ་རེ་བྱེད་ཁྱེད་སྐྱེ་ཡོད་མ་རེད། རེ་བ། སྤྱོད་འཇུག་ཚིག་ཡོད་པ་མ་བྱུང་བའི་བར་ལ་གླེགས་ཀྱི་ཡོད་ས་རེད། བདག་ནི་མལ་ན་འདུག་བཞིན་དུ། རེ་བ། གཉེན་བཤེས་ཀུན་གྱི་མཐའ་བསྐོར་ཀྱང། གཉེན་གྱི་སྤྱི་ཕན་ཤེས་བྱའི་ཕན། དཔེར་བ། གཉེན་གྱི་སྤྱི་ཕན་ཤེས་བྱའི་ཕན། ཀར་ས། ཀར་ས། གཉེན་གྱི་སྤྱི་ཕན་ཤེས་བྱའི་ཕན། བདག་གི་བསོད་ནམས་ཀྱིས་བསྐྱབས་ན། དེ་ཡང་བདག་གིས་མ་བསྟེན་དུ་ལ་ཡ། འདི་སྐབས་ལ་ད་སྒྱོ་བ་མ་སྐྱེས་ཆེ་ཁུ་ཁུ་དུ་བ་ད། ད་ངེད་ས་ན་ལ་ལྷ་སྐྱེས་ཡོད་མེད་ད་ང་ཚོ་ཧ་གོ་གོ་མ་རེད་དེ། གལ་སྲིད་ལྷ་བས་དབང་དུ་བཏང་པ་ཡིན་ན། རེད་བ། འདི་སྐབས་ལ་ཤི་ནས་དྲན་གྱི་ཡོད་སར་བ། སོ་སོ་སོ་སོ་ག་རེ་བྱེད་ཀྱི་ཡོད་མེད་སོ་སོ་དྲན་གྱི་རེད་བ་ད། འདི་སྐབས་ལ་སྙིང་གི་སྤྱི་ཕན་སྙན་སྙན་ཚིག་གི་ཕན་ཁྱད་ཡོད་མར་ད་ཟེར་ནས་ནམ་རྒྱུན་བསྟོད་ར་ཞིབ་བོ་བཏང་གྱིན་དེ་ཕན་ཁྱད་ཡོད་མ་རེད་སྙིང་གི་སྤྱི་ཕན་ཤི་ཆེན་ཕན་རེད་བ། དེའི་ཚེ་བསོད་ནམས་སྐྱིད་སྐྱབས་ན་དེ་འདྲའི་རིགས་རྔམ་སྒྲ་སླེབས་པའི་སྐབས་ལ། འདས་པའི་རིང་ལ་བསམ་པ་རྣམ་དག་ནས་བྱས་ཡོད་པ་ཡིན་ན་ནི་དེ་ཡིད་སྐྱོ་པོ་རེད་གསུངས་རེད་ད། དེ་ཚེ་བསོད་ནམས་ཅི་བརྒྱབ་ན། འདི་སྐབས་ལ་ནི་ཧ་རུ་འདུག་ཅིག་གཟུ་བོ་དང་པོ་ཡོད་ལ་མི་མགོ་བོ་ལ་ཚུད་པ་ཡིན་ནའི་རེད་མིང་དང་གཏམ་དོན་འདྲ་ལ་རྒྱུགས་དེབ་རེད་དེ་ཡང་བདག་གིས་མ་བལྟས་འདུག་ང་ལ་བྱེད་མཁས་མེད་ན་གསུངས་རེ་ད། སངས་རྒྱས་བཅོམ་ལྡན་འདས་ཀྱིས་རང་གི་ད་ག་རུ་བ། རུ་བ། ངས་ནི་ཁྱེད་ལ་ཐར་པའི་ལམ་སྟོན་གྱི་ཐར་པ་རང་ལ་རང་ལས་ཤེས་པར་བྱ་གསུངས་ནས་ངས་སྟོན་བཞག་ཡོད་ད་ཟེར་ནས་བདེ། གླིང་གི་ཡིན་ན་བདེ་ཡོད་གསུངས་རེད། གླིང་གི་ཡིན་ན་ལང་ཀ་འདི་ལ་ཤོག་ལང་ཀ་གཞན་དག་ལ་བྲིས་ན་བདེ་གླིང་གི་འདི་རག་གི་མ་རེད་ད་གསུངས་རུ་བ་ད། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཆགས་ཀྱིས་མི་བསད་ལ་ཉིད་ཀྱིས་རྟོགས་པ་གཞན་ལ་སྤོད་པའི་ཆོས་ཉིད་བདེན་པའི་བསྟོད་པ་འཕྲོ་བར་འགྱུར་ལང་ཀ་འདི་ལ། ལང་ཀ་བཟང་པོ་ཅིག་ལ་འགྲོ་བ་ཡིན་ན་ནི་ཁྱེད་རང། སླེ་ས་ལ་སླེ་ཡིན་དགོས་རེད། ལང་ས་ལང་ཀ་ཉན་པ་ལ་བྱིན་ཡོད་པ་ཡིན་ཚོ་ཁྱེད་རང་ང་ལ་ཆེ་ཁེ་ཡིན་དེ་ཡང་བདག་གིས་མ་བསྟན་ཏོ་ཟེར་ནས་ཁྱེད་རང་ཁྱེད་རང་གཉིས་མགོ་བོ་བཏང་བ་རེད་གསུང་རོགས་བ་ད། ད་དེ་ཚོ་དངོས་ནས། ང་རང་ཚོ་དངོས་ནས། བསམ་བློ་ཟབ་ས་བཏང་ན་ང་རང་ཚོ་དངོས་ནས་མགོ་བོ་ཞིབ་བཏགས་སོ་སོ་སོ་སོ་མགོ་བོ་བཏང་པ་བདེ་བས་སོ་བ་རེད་འདུག་ད། འོ་འདི་གསུངས་རེད་ད། རང་གི་དགྲ་ལ་གཞན་ཞིག་གིས་བསྟོད་པ་བཏང་ན་རང་ཡང་བདེ་བ་མཉམ་དུ་དགའ་བ་སྒོམ་ད། རང་ཡང་དེ་དང་མཉམ་དུ་དགའ་བ་སྒོམ་ཁེབས་སང་རེད་ཁྲག་རྡོ་ཆེ་བ་ཡིན་ན་ལྡོག་རྒྱོག་རེད་གསུངས་རེད་ད། ཁྲག་རྡོ་ཆེ་དང་ཚེ་འདི་ལ་མ་སྐྱིད་བ་རེད། སེམས་པ་ངན་པ་ཆེ་དང་ཚེ་ཕྱི་མ་ལ་མ་སྐྱིད་བ་རེད་རེད་བ། རེད་ཧོ་དགོངས་དེ་འདྲའི་བདེ་བ་གྱ་ནོམ་པ་ཞིག་བྱུང་བ་ལ། ཁ་ན་མ་ཐོ་བ་རེད་གསུངས། རེད་དེ་འདྲའི་བདེ་བ་གྱ་ནོམ་པ་གསུངས་ཡང་འགྱུར་དུ་མེད་པའི་བདེ་བ། རེད་བ། ང་ཚོ། འགོག་བདེན་གྱི་རྣམ་པ། བགྲང་བའི་སྐབས་ལ་ཁར་ས་འགོག་པ་ཞི་བ་གྱ་ནོམ་པ་ངེས་ཅན་གསུངས་བ་རེད་བ། འགོག་པ་ཞི་བ་གྱ་ནོམ་པ་གསུངས་ཡང་འགྱུར་དུ་མེད་པའི་བདེ་བ་དེ་ལ་གྱ་ནོམ་པ་གསུངས་བ་རེད། དེ་འདྲའི་གཅིག་གིས་དགའ་བ་གཅིག་བསྒོམ་དང་འདི་དགའ་བ་འདི་ལྟ་བུས་དག་པོ་དང་གཙང་བ་དང་ཨ་ནི། འོ་དེ་འདྲའི་གཅིག་རེད་འདི་ལ་ཁ་ན་མ་ཐོ་བ་མེད་པ་རེད་ཟེར་ནས་ཁ་ན་མ་ཐོ་བ་གསུང་ཡས་འདི་འགྲིག་སོང་ཨ། འདི་ཁ་ན་མ་ཐོ་བ་མེད་པ་རེད་གསུང་ཡས་འདི་དེ་འདྲ་ཡོད་བདེ་བ་འདི་བསམ་པ་རྣམ་དག་ནས་ཆད་པའི་དགའ་བ་ར་དགའ་བ་རེད་གསུང་རེད་ཁ་ན་མ་ཐོ་བའི་བདེ་བ་ལ་ཡས་འདི་ང་རང་ཚོ་རྒྱུད་བདེག་པ་སྡིག་པ་དང་འདྲེས་བདེ་བའི་བདེ་བ་དང་དགའ་བ་དེ་ཁ་ན་མ་ཐོས་པའི་དགེ་བ་དང་དགའ་བ་དང་བདེ་བ་རེད་འདི་ང་རང་ཚོ་སྤང་གོ་རེད། རྒྱུ་སྡིག་པ་དང་མ་འདྲེས་པའི་དགའ་བ་དང་བདེ་བ་དེ་ང་རང་ཚོ་བྱང་ཆུབ་སེམས་དཔའ་ཐུགས་གསུམ་གྱི་སྣང་བ་ཡིན་ཙང་འདི་ལ་ང་ཚོ་རྗེས་སུ་ཡི་རང་བྱེད་དགོས་རེད་གསུངས་རེད། རིགས་སོ་ཡང་ད་མདོར་ན་འདི་རེད་ད། ཚིག་རྐང་དང་སྔ་རང་འཛོམས་འཛོམས་བྱེད་པའི་སྐབས་ལ། མི། རྒྱུས་ལས་འཕོས་པ་ཡོང་གི་རེད། ཨ་ནི་ཁ་ཤས་ཀྱིས་མི། ཁ་ཏོན་ཡོང་ལ་དྭང་བླངས་པ་ཚོར་བྱེད་པ་ཡོང་གི་རེད་དྭང་བླངས་པ་བྱེད་མཁན་རྣམས་ལ་སོ་སོའི་སྣང་བ་མ་འགྲོ་བ། ས་འདི་འདྲའི་འདི་འདྲའི་ཡོང་གི་རེད་བ་ད། འདི་སྐབས་ལ་ལག་པ་གདབ་པའི་སྐབས་ལ་སེམས་གཏིང་ནས་ལག་པ་གདབ་གི་འདུག་ཨ་ནི། འདི་ལག་པ་གཅིག་པུ་གདབ་གི་འདུག་བསམ་བློ་བཏང་ཡ་རེད་ད་སོ་སོ་ཧ་གོ་གི་རེད་བ་ད། བསམ་པ་རྣམ་དག་ནས་ཡིན་པ་ཡིན་ན། ངོ་ནས། བསམ་པ་རྣམ་དག་ནས་རྗེས་སུ་ཡི་རང་བྱེད། དེ་འདྲས་མེད་པ་ཡིན་ན་དགྲ་ཆགས་ཆེ་མ་བྱེད་གསུངས་རེད་ད། སྒྲ་ཅག་ཅིག་ཆད་པ་ཡོད་ན་ཁ་ན་མ་ཐོས་པའི་དགའ་བ་དང་བདེ་བ་རེད་ད། དེ་སུ་སུ་སུའི་དགོས་མཁོ་བཏང་པ་རེད་གསུངས་རེད་ད། ད་ཡིན་ན་ཡང་ད། ང་ནི་ག་དུས་ཡིན་ན་དྲན་གྱི་ཡོད། སྐྱོན་འདི་དངོས་ལ་ཐོངས་ཡོང་གི་འདུག་བ། ད་ང་རང་ཚོ་ད་ས་གནས་གཞན་དག་ལ་ག་རེ་ཡིན་ན་ང་རང་ཚོ་དེ་ནིའུ་ཡོག་ལ་ནི་ག་རེ་བྱས་པ་ཡིན་ན་ལག་པ་བརྡབ་དགོས་གི་འདུག་ད། ག་རེ་བྱས་པ་ཡིན་ན་གང་ཞིག་རེད་བ། སོ་སོ་མ་ག་ས་ཀྱི་མི་དེ་ལ་སྨད་ར་བཏང་པ་ཡིན་ན་ཨེ། ཁྱེད་ལག་པ་བརྡབ་དགོས་ཀྱི་འདུག་འདི་ག་རེད་ན་གང་ཞིག་རེད་བ། ང་ཚོ་དགོན་སྡེ་ཁག་གི་འགྲོ་སྟངས་ཡིན་པ་ཡིན་ན་མིན། སྡོམ་པ་འདོན་ས་ལ་འདི་ཚོ་གང་ཆུང་པོ་ཞིག་ལག་པ་བརྡབ་ཆོག་ཁུག་མ་རེད། འདི་འགྲོ་སྟངས་གོ་ར་ཡོད་མ་རེད། ད་དེང་སང་མི་ཞིག་གི་ལག་པ་བརྡབ་ན་ཚང་མ་ལག་པ་བརྡབ་བསྡད་ཀྱི་འདུག་བ། ཁོ་ཆོས་བྱེད་ས་ལ་ལག་པ་བརྡབ་དགོས་ས་དང་མ་དགོས་ས་གཉིས་ཡོད་རེད། གཏམ་བཤད་བྱེད་ཀྱི་དུས་ན་ནི་མི་ལག་པ་བརྡབ་དགོས་རེད་མིན། རེད་བ། གཏམ་བཤད་བྱེད་ས་ལ་མི་ཡག་ག་ཡོད་དགོས་རེད་སྡུག་ག་ཡོད་དགོས་རེད། རེད་བ། དེ་མེད་ན་ཆོས་བྱེད་ས་ལ་གང་བྱེད་མ་བྱེད་ལག་པ་བརྡབ་ས་ཡོད་མ་རེད། ཆོས་བྱེད་ས་ལ་ལག་པ་བརྡབ་ཡོང་ལྡོག་པ་སྐྱེ་བའི་རྟགས་རེད་དེ་དོ་ར་བ་ང་ཚོ་གཟབ་གཟབ་མ་བྱེད་ན། མི་གཅིག་གིས་ལག་པ་བརྡབ་གོ་བ་ནས་ལག་པ་བརྡབ་ན་ཚང་མ་ལག་པ་བརྡབ་གང་བྱེད་ལག་པ་བརྡབ་མགོ་ཚོས་ཡོད་མ་རེད། ག་ཤེད་ནས་མི་གཞན་དག་ལ་ཁ་བཏང་བཏང་བཏང་བཏང་བསྡད་མི་གཅིག་གིས་ལག་པ་བརྡབ་རང་ཉག་པོ་ལག་བརྡབ་ཨ་ཙི་ལག་པ་བརྡབ་གི་འདུག་ད་དུས་ཚོད་ལྐུག་པ་ཁུག་ཁྱང་རེད་དེ་ཆོས་ཁྱོན་ནས་ཡོད་མ་རེད། དེ་བྱས་ཏེ། ང་རང་ཚོ་ག་བ་ཡིན་པ་ཡིན་ན་ཡང་ཆོས་བྱེད་ས་ལ་ལག་པ་བརྡབ་དགོ་ས་དང་མ་གོ་ས་གཉིས་ཡོད་རེད་རེད་བ། མི་རྗེས་སུ་ཡི་རང་བྱེད་ཀྱི་འདོད་ན་སེམས་ནས་རྗེས་སུ་ཡི་རང་བྱེད་ཡོད་རེད་མ་གཏོགས། ལག་པ་བརྡབ་ཤོག་ལ་ནི་ལག་པ་བརྡབ་པའི་དང་ལག་པ་མ་བརྡབ་ལ་ལག་པ་མ་བརྡབ་དེ་འདྲ་མ་རེད་བ་དང། རེད་བ། སེམས་གཏིང་ནས་དགའ་བའི་རྗེས་སུ་ཡི་རང་བྱེད་ཀྱི་རེད་མ་གཏོགས་ལུས་ཀྱི་ཐོག་ནས་ཀོ་རྗེས་སུ་ཡི་རང་བྱེད་སྟངས་ཤེས་ཀྱི་མ་རེད་བ་དང་བྱས་ཡོད་མ་རེད། རྗེས་སུ་ཡི་རང་བྱེད་དེ་སེམས་གཏིང་ནས་རྗེས་སུ་ཡི་རང་བྱེད་རེད་མི་ཐལ་མོ་ར་ཅག་དཔེ་ཡག་པོ་རེད་བསམ་བློ་བཏང་ཡ་རེད་མ་གཏོགས་ཨ། ལག་པ་རྡབ། མི་རྣམས་ཀྱི་ཁྱོད་ནི་ལངས་མ་མྱོས་དུ་ཚོད་ཡིན་ན་སྒྲོལ་བའི་སྐབས་ལ་དེ་ནས་མ་རྐང་པ་དུ་ཚོད་ཁྲི་དག་ཤོར་ཨོ་དེ་འདྲས་ཡོང་དེ་གི་འདུག་བ་ཁབ་རེད་རེད་བ། ཨོ་དེ་ཚོད་ཡང་བསམ་བློ་བཏང་དགོས་ཡ་ཅི་རེད་དགོངས་པ་ལ་དེ་འདྲས་བྱེད་གི་མ་རེད་རེད་བ། ག་ཚོད་ཚོད་ཀྱི་ལས་ཀ་ཡག་པོ་བྱེད་པ་ཡིན་ན་མི་སེམས་གཏིང་ནས་དགའ་བའི་རྗེས་སུ་ཡི་རང་བྱེད་མ་ལག་པ་རྡབ་འདྲ་མི་འདྲ་སྐད་ཅོ་རྒྱབ་ཁྱོད་ནི་བྱེད་གི་མ་རེད། ད་གཏམ་བཤད་འདི་འདྲའི་དཔྱད་པ་ག་ལ་ཡིན་ནི་ཚོ་ག་ཡིན་གུ་རུ་བ། ཨོ་དེ་འདྲའི་རྒྱ་ནག་ལ། དེ་འདྲའི་གྱ་ནོམ་པ་ཞིག་བྱུང་བ་ལ་ཁ་ན་མ་ཐོ་བ་མེད་པ་རེད་ཟེར་ནས་དཔེར་ན། རྒྱ་ནག་ལ་དེ་སྔོན་ས་ཡོམ་བརྒྱབ་པ་དང་ཟེར་ནས་རེད་བ་རྒྱ་ནག་ལ་ད་ག་བ་ག་ས་ས་ཡོམ་མང་པོ་བརྒྱབ་ཡོད་རེད་བ་ད། གུ་རུ་བ། བརྒྱབ་པ་དང་ཉེ་ཆར་ཡང་ས་ཡོམ་ཞིག་བརྒྱབ་འདུག་ཟེར་ནས་ད་སྐྱ་མུར་མི་ཚེ་འདི་གསུང་ཆོས་ཅིག་གནང་པའི་སྐབས་ལ་དཔེ་ཆ་འདི་གསུང་ཆོས་སུ་ཡིས་ས་ལ་གནང་པ་ཡོད་གནང་པའི་གནང་པ་ཅིག་ཡིན་པ་ཡོད་དཔེ་ཆ་མང་པོ་ནང་ལ་སྤྱོད་འཇུག་གིས་འདི་བཤད་ཁྲིད་གནང་རྒྱུ་དེ་ཚང་མ་ཚུར་རུག་རུག་བཟོས་གནང་བར་བརྒྱབ་འདུག་ས་ཡོམ་བརྒྱབ་དུས་ཡག་པོ་བྱུང་འདུག་སྙམ་པའི་ཡིད་ཚིམ་པ་དེ་འདྲ་བའི་སེམས་དགའ་བ་དེ་ཁ་ན་མ་ཐོབ་པ་དང་མི་རུང་བ་དང་མ་རབས་ཡིན་ད་ཨ་རོ་བ་ད་ཏག་ཏག་བྱུང་ཤག་རེད་བ། ས་ཡོམ་བརྒྱབ་ནས་མི་མང་པོ་ཤི་ཤག་ཟེར་ནས་ངེད་ཚོས་ཤི་ངེས་མིན་ཏེ་སྙིང་རྗེ་གི་རེད་བ་ད། ད་གལ་སྲིད་ས་ཡོམ་བརྒྱབ་ནས་ད་རྒྱ་ནག་གུང་ཁྲན་ཏང་གི་སྐོར་ལས་ཁུངས་གཅིག་པུ་ཅིག་གཏོར་བཤིག་ཕྱིན་པ་ཡིན་པ་ཡིན་ན་ནི། འགྲིག་ཤག་ཏག་ཏག་བྱུང་ཤག་ཟེར་ནས་ད་ང་རང་ཚོ་ད་འཇིག་རྟེན་ཆོས་ཀྱི་བཀའ་ལོག་འཇིག་རྟེན་གྱི་བསམ་བློ་བཏང་པ་ཡིན་ན་ད་འུ་ཐུག་ན་ལབ་ཆོག་པས་ད་ལབ་ན་ཡང་འགྲིག་གི་ཡོད་པས་ལབ་ན་ཟེར་ན་ད་ལབ་སྲིད་བ་རེད་ད། རེད་བ། ས་ཡོམ་ཡིན་ནི་རྒྱ་ནག་མི་མང་འདས་གྲོངས་སུ་ཕྱིན་པ་ཡིན་ན་ད་ང་རང་ཚོ་འགྲིག་ཤག་ཟེར་ནས་ལབ་པ་ཡིན་ན་ད། ད་རྩ་བ་ཉིད་ནས་མ་འགྲིག་པ་རེད་བ་ད། ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་རྒྱུ་དེ་ད་རྩ་བ་ཉིད་ནས་ཕན་མ་ཐོགས་བ་རེད་བ་ད། རེད་བ། དེང་དུས་དག་ཚེ་སྤྲེའུ་ཡོད་མི་ཡི་སྲིད་པ་ལེགས་པར་དང། དེ་རིང་སངས་རྒྱས་རིགས་སོགས་ཀྱི་སངས་རྒྱས་སྲས་ཚོ་དག་གི་ཏུ་སེ་ནས་སངས་རྒྱས། སངས་རྒྱས་ཀྱི་གོ་འཕང་ཐོབ་པའི་ལང་ཀ་ལ་ཡར་འགྲོ་གི་ལང་ཀ་ཐོབ་སོང་ལབ་ཀྱི་ལབ་ཀྱི། ཡང་དེ་གནས་ཚུལ་སོ་སོ་མ་ག་ཚ་གི་གནས་ཚུལ་མི་བདེ་ལ་གནས་ཚུལ་སྡུག་ག་ཅིག་བྱུང་སོང་ན་འགྲིག་ཤག་ཟེར་ནས་ལབ་པ་ཡིན་ན་ད་ནི་ང་ཚོ་བྱང་ཆུབ་སེམས་དཔའི་སྡོམ་པ་ཡང་ཡང་གླེན་གླེན་མགོ་འུར་འདོད་གླེན་མགོ་སར་བ་ད་རོ་བ། དེ་རིང་གླེན་གསར་གཉིས་དེ་མ་མེད་པ་ཆགས་ཚར་ཡང་གང་ཡང་བསམ་བློ་མ་རུང་པ་ཅིག་སྐྱེ་ཡི་འགོ་རུ་བ་ད། ཨོ་དེ་འདྲས་ཞིག་རེད་ཤག་འདི་རེད་བསམ་བློ་ཟབ་ཟབ་བཏང་ཤོག་གསུང་གི་དོར་བ། ཡག་པོ་བྱུང་འདུག་སྙན་པའི་ཡིན་ཚད་པ་དེ་འདྲ་བའི་སེམས་ཀྱི་དགའ་བ་དེ། དེ་འདྲ་བའི་རྟགས་རྒྱུ་སྡིག་པ་མི་དགེ་བའི་དང་འབྲེལ་བའི་རྟགས་དགའ་བ་དང་དེ་འདྲས་བྱུང་བ་ཡིན་པ་ཡིན་ན། འདི་ལ་རྟགས་དགའ་བ་དགོངས་ཀྱི་ཡོད་མ་རེད་གསུང་རེད་ལྟ་འདི་འདི་ཁ་ན་མ་ཐོས་པའི་དགའ་བ་དང་བདེ་བ་རེད་འདི་སྤང་དགོས་རེད་ཟེར་ནས་དེ་མིན་པའི་སེམས་ལ་ཕྲག་སེམས་ལ་ཕྲག་དོག་དང་འགྲན་སེམས་མེད་པའི་བདེ་བ་དང་དགའ་བ་ཡོད་པ་ཡིན་ན་འདི་ལ་རྗེས་སུ་ཡི་རང་བྱེད་དགོས་རེད་འདི་ལ་དགའ་བ་དགོངས་དགོས་རེད་འདི་སངས་རྒྱས་བཅོམ་ལྡན་འདས་རང་གིས་གནང་ཚར་བ་རེད་གསུང་རོགས། འདས་ད་སྐར་མ་ལྔ་ཡིན་ད་འདི་དགོངས་ད། རྣམ་པ་དང་སྐུ་གཉིས་ཡོད་འདི་བ་འདི་ངན། འགྲེལ་བཤད་བཞིའི་ཕར་ཀློག་བྱའོ། འདི་ཀློག་ད་ནི་གང་ད་རླུང་འཚུབ་ཀྱིས་རེ་བའི་སྲོལ་རེད་འདུག། ཞེས་དེ་ལྟར་བཅོས་ན་དཔེར་ན། སུའེ་སི་གྲོགས་པོ་མི་ཞིག་གིས། རེད་རེད་བ། སུའེ་སི་གི་གྲོགས་པོ་མི་ཞིག་གིས་བོད་པ་ཚོ་དངོས་གནས་དྲང་པོ་འདུག། རྒྱ་མིས་གསོལ་ཏེ་སྡུག་པ་འབའ་ཞིག་བྱུང་ན་བསམ་པ་མེད་པར། རེད་བ། ཡར་རྒྱས། རྒྱ་མི་ལའང་དགོས་པར་བསམ་ནས་བརྩེ་བ་བྱེད་ཀྱི་འདུག་བསམ་པ་ཡིན་ན། རེ་བ། ཡོན་ཏན་ལྡན་པ་སངས་ཡོན་ཏན་ལྡན་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་གནང་བར་མ་ཟད་འདི་དངོས་ཡོད་གནས་ཚུལ་རེད་བ། རེ་བ། བོད་པ་ཚོ་དངོས་གནས་དྲང་པོ་འདུག་ཡ་རབས་སྤྱོད་བཟང་རེད་ཤག་དྲང་པོ་དྲང་སྙན་རེད་ཤག་ལབ། རེ་བ། ནོར་བ། རྒྱ་མིའི་ཟུར་དུ་སྡུག་པ་འབའ་ཞིག་བྱུང་ན་བསམ་པ་མེད་པར་ད་རྒྱ་མི་ལ་འདི་འདྲས་ཅིག་གིས་སྡུག་པོ་རྐྱང་རྐྱང་ཡོང་བ་ཟིན་ཡོང་བ་ཤོག་ཟེར་ནས་བསམ་བློ་མེད་པའི་ཐོག་ནས་རྒྱ་མི་ཡར་རྒྱས་ཕྱིན་བཞག་རེད་བ། བོད་པ་ཚོ་ལོས་ཡག་པོ་འདུག་ཟེར་ནས་བསམ་བློ་འདི་འཁྱིལ་བ་ཡིན་པ་ཡིན་ན་རེད་བ། ད་འདི། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་སྣང་བས་ཀྱི་ད་དགའ་བ་དང་རྗེས་སུ་ཡི་རང་འདི་རེད་གསུངས་རེད་དེ། ཡོན་ཏན་ལྡན་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་སྣང་བ་མ་ཟད་གཞན་འདུས་པ་ཡི་ཆོས་ཀྱང་ཡིན་ཟེར་ནས་དེ། ཨ་ལེ་ངས་ད་གིས་ཞུ་ཡས་དེ་འདི་རེད། གཞན་འདུལ་བའི་ཆོ་ག་ལ་གང་ཡིན་ཟེར་ན། རྗེ་རིན་པོ་ཆེ་ཀྱིས་སེམས་ཅན་གཞན་འདུལ་བའི་ཐབས་ལ། འདུལ་བའི་དངོས་པོ་བཞི་གསུངས་པར་བ། འདུལ་བའི་དངོས་པོ་བཞི་ནང་ནས་གཞན་འདུལ་བ་ཡི་ཆོ་ག་ལ་ནི་འདུལ་བའི་དངོས་པོ་བཞི་གི་ནང་ནས་གཅིག་རེད། འདུལ་བའི་དངོས་པོ་བཞི་དེ་ག་རེ་ཟེར་ན། འཁོར་བ་སྦྱིན་དང། རོལ་བ། སྙན་པར་སྨྲ་བ་སུ་ཡིན་དེ་རེད་ད། གཞན་འདུས་པའི་ཕྱོགས་རེ་བ་མི་གཞན་དག་ཅིག་ཡག་པོ་ཅིག་བྱས་ཡོད་པ་ཡིན་ན། དེ་ལ་ཁ་བཏགས་ཡོད་ངོས་ནས་ཁྱེད་རང་དཔེ་ཡག་པོ་བྱེད་སོང་བསམ་པ་ནམ་ད་ནས་བྱེད་སོང་ཟེར་ནས་སོ་སོའི་ངོས་ནས་དགའ་བའི་རྗེས་སུ་ཡི་རང་བྱེད་ཐུབ་པ་ཡིན་པ་ཡིན་ན་ཡང། ཁོ་རང་གི་གྲོགས་པོ་གྲོགས་མོ་ནང་མི་དེ་ཚོ་ཡིན་པ་ཡིན་ན་ཡང། ཨཱ་ནི། སྡོམ་པ་འདོན་ས་ལ་ཁྲིད་འོང་དུ་སྐད་ཆ་ཁ་བསྡུར་ཞུས་པ་ཡིན་པ་ཡིན་ན་ངས་དངོས་སུ་ཉམས་མྱོང་གི་ཐོག་ནས་ཞུ་གི་ཡོད་རེ་བ། ད་ཡག་པོ་བྱས། ཁྱོད་དཀོན་མཆོག་གསུམ་དཔལ་སྡུག་ཆགས་བྱས་སོང་བཀའ་རྒྱུད་དང་མི་ལ་རྣམ་འགྱུར་སྟོན་པ་ཡིན་པ་ཡིན་ན།

དེ་ཡོད་དེ་ང་རང་ཚོ་ད་ལྟ་འཁོར་བ་ཅན་དང་བསྙེན་པར་སྨྲ་བ་ལ་ངེས་ཏེ། སེམས་ཐག་པ་ནས་སྙིང་ཐག་པ་ནས་རེ་བ་དགའ་བའི་རྗེས་སུ་ཡི་རང་བྱས་པའི་ཐོག་ནས་ཨ་ནི་གཞན་དེ་ལ་བསྟོད་ར་བཏང་བ་ཡིན་པ་ཡིན་ན་འདི། སངས་རྒྱས་དང་བྱང་ཆུབ་སེམས་དཔའ་གྱིས་གནང་བ་རེད་གསུང་བས། ཐོག་ཐ་མ་ནང་ལ་ཡོད་རེད། ཐོག་མར་ཟང་ཟིང་སྦྱིན་པའི་སེམས་བསྐྱེད་ན་འཁོར་དུ་འདུས་ནས་ཆོས་ཀྱི་ཚིམ་བྱེད་ཤོག་གསུང་ར་བ།

ད། སྐར་ཚེས་འདི། ཉིས་སྟོང་བཅུ་དགུ་ནས་རེད་བ་ང་རང་ཚོ་ད་འཛམ་བུ་གླིང་ཚང་མ་ལ་ནད་ཀྱི་དཀའ་ཉེན་འཕྲད་ཨ་ནི་ལོ་གཉིས་རྗེས་ལ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ངའི་བག་ཡོད་ལ་ད་སྐྱོ་བོ་དོ་ཚོ་ལ་ཁ་ལ་སྤྲད་གི་ཐེབས་ཚགས་ཅིག་འགོ་བཙུགས་ཡོད་རེད་རེད་བ། ད་མི་དོ་ཚོ་སུ་གཅིག་ངོ་ཤེས་མགོ་བ་མ་རེད་སྙིང་རྗེ་ག་བ་ག་ས་ནས་ཡོད་མགོ་བ་རེད་ཁ་ལ་ས་ག་ཆུ་ཚོད་གཅིག་གཉིས་དེ་འདྲའི་གོམ་པ་སྐྱེ་ནས་ཡོད་མགོ་བ་རེད་ད་སྙིང་རྗེ་ཨ་ནི་ཀོ་བིད་སྐབས་ལ་ད་ངའི་ད་ད་མི་ནི་བ་སི་དེ་འདྲའི་བརླ་རེད་བ། ད་བ་རེ་རེ་ཡི་དངུལ་སྤྲད། ཨཱ་ཕ་ཀླན་ཀ་ཅན་ཚུ་ག་ལ་ཟ་ག་ལ། ག་ལ་ཟ་ཆུ་ཡང་ཕ་སྐྱེ་ཁ་བཏང་གི་ཡོད་པ་ད་དེང་སང་ད་ཁོ་རང་ཚོ་གོམ་པ་ཉན་ཡོང་གི་འོ་རེད་སྙིང་རྗེ། ད་དེ་ཚོ་ངོ་ཤེས་གི་འོ་མ་རེད། ད་དེང་སང་ག་རེ་ལབ་གི་འདུག་ས་ང་ཐེངས་མ་ཅིག་ཉིད་དུ་ཉི་ཟག་གསུམ་ལ་ཡ་ཡ་ཕྱིན་པ་རོ་བ་ང་རང་ཚོ་ལ་ཁ་ལག་སྤྲད་ངེས་འདི་བླ་མ་འདི་ར་བ་ལབ་གི་འདུག་ས། རེད་བ། ད་དེང་སང། ཨ་ནི། ཁ་ཤས་མིའི་གྲོང་ཁྱེར་དུ་ཚོ་གི་ཁ་ལག་དེ་འདྲ་སྤྲད་པའི་ག་ལ་ཁོང་ཚོ་ལ་ཨོ་མ་ནི་པེ་མེ་ཟེར་ནས་ལབ་བཅུག་གི་ཡོད་སྙམ་མ་ཡིན་ན་ཨོ་མ་ནི་པེ་མེ་ཟེར་ལབ་ཀྱི་མེད་ལབ་གི་འདུག་ཟ། ང་ཚོ་ཧིན་རྡུ་ཡིན་ཟེར་ནས། ད་དེང་སང་མིས་ཨོ་མ་ནི་པེ་མེ་ལབ་དང་ཨོ་མ་ནི་པེ་མེ་ལབ་ཡོང་གི་རེད་ད་སྙིང་རྗེ། སེམས་གཏིང་ནས་ག་རེ་ཡོད་མེད་ལ་མ་ལྟོས་པར་སྙིང་རྗེ་ཁོང་ཚོ་ང་ལ་ཁ་ལག་སྤྲད་ཀྱི་ཡོད་པ་ཡིན་ཙང་འདི་གྲོང་ཁྱེར་གྱི་ཆེད་དུ་བཏང་གི་ཡོད་ཟེར་ནས་འདི་མ་ནི་བགྲངས་པ་ཡིན་ནས་ཁོ་ལ་ཕན་གི་རེད་ལབ་ནས་ཨོ་མ་ནི་རེ་བགྲངས་པ་ཡིན་ཙང་དེ་ལ་བརྟེན་ནས་ཡང་ཕན་ཐོགས་ཅིག་ཡོང་གི་འོ་རེད་བ།

དེ་ཡོད་དུས་ང་རང་ཚོ་རྗེ་རིན་པོ་ཆེ་ཡིས་གཞན་འདུལ་བའི་ཕྱོགས་དེ་ལ་ཐབས་ལམ་མང་པོ་ཞིག་བཏོན་པའི་ནང་ནས་ཡང་རྗེས་སུ་ཡི་རངས་དེ་ཡང་གཞན་འདུལ་བའི་ཆོས་ཀྱང་རེད་ཟེར་ནས་གཞན་དགེ་བའི་ཆོས་ལ་སྐུ་ལས་ཀྱི་ཐབས་ཤིག་མཆོག་ཏུ་གྱུར་པ་རེད་གསུངས་རེད་ད། གཞན་འདུལ་བའི་ཆོས་ཀྱང་ཡིན་ཞེས་བོད་མི། ཞེས་མི་ཚོས་བོད་པའི་བསམ་བློ་གཏོང་སྟངས་དྲང་པོ་དྲང་ཤ་དང་རང་གི་དགྲ་བོ་ལ་ཐོབ་ཐང་བརྩད་དེ་ཁ་གཏད་གཅོག་གི་ཡོད་ནའང་རེད་བ། སོ་སོ་ཀྱིས་མ་ག་ས་ཀྱི་མི་དེ་ལ་ཐོབ་ཐང་སོ་སོ་ཀྱི་ཐོབ་ཐང་དངོས་བོའི་གནས་ཚུལ་གྱི་ཐོབ་ཐང་དེ་ཨ་ནི་ར་ཡལ་གྱི་དོན་དེ་ལ་ཁ་བརྡའི་ཁ་བརྡའི་ལྕགས་སྒོ་རེད་དེ་རེད་བ་བཙལ་བ་དོར་གྱི་མི་འདུག་བ་གསུངས་རེད། དངོས་བོའི་གནས་ཚུལ་རེད། ལུས། ཐག་རིང་དུ་བསྡད་པ་ཡིན་པ་ཡིན་ན་སེམས་ཀྱི་སེམས་ཐག་རིང་དུ་མ་བསྡད་གསུངས་ཡ་འདི་རེད་ད། ཕ་མ་ཡི་སྤུ་གུ་ལ་ད་ག་རུ་བ་རླུང་ལངས་པའི་སྐབས་ལ་ཕ་བི་རྒྱ་བཏང་གི་རེད་དེ། གཟུགས་པོ་བི་རྒྱ་ཕ་བཏང་བ་རེད་མ་གཏོགས་ཨ་ནི་སེམས་གཏིང་ནས་བརྩེ་བ་ཡོད་བར་བ་དེ་ན་ཞིག་དགོས་གི་རེད་གསུངས་རེད། ཉོན་མོངས་སྤངས་པའི་ཡུལ་ཉེ་རིམ་ཡུལ་ཉེ་སྤངས་པའི་ཉོན་མོངས་རིམ་གྱིས་བསྒྲིབས་ལ་ཡེ་དེ་རེད་ད། བརྩེ་བ་དོར་གི་མི་འདུག་ས་དེང་སྐབས་འཛམ་བུ་གླིང་འཁྲུག་ཆ་དོ་བོ་འདིའི་ནང་ལ་སོ་སོའི་སྨན་བཟང་བཟོས་དགོས་བ་གལ་ཆེན་པོ་ཡིན་གསུངས་རེད་ད་དེང་སང་གི་ལྷག་པར་དུ་ད་ལྟ་གི་དུས་ཚོད་འདི་ལ་རེད་ད།

འདི་ལྐུགས་རྟགས་ཀྱི་དམན་ས་གསུངས་པ་རེད། དམན་ས་གསུངས་ལ་སེམས་ཀྱི་དམན་ས་གསུངས། ལུས་ཀྱི་ཐོག་ནས་གཞན་ལ་ག་རེ་ཕན་ཐོགས་བྱེད་དགོས་དགོས་འདུག་འདི་བྱེད་དགོས་དགོས་རེད་མ་གཏོགས་དམན་ས་ཟིན་ལོ་དེ་ཡང་ལུས་ཚང་མ་ཁུག་ཅོ་ནང་ལ་སྦས་ནས་བསྡད་དེ་དམན་ས་ཟིན་པ་མ་རེད་རེད་བ། གང་དུ་གཟུགས་དང་གྲུབ་པའི་ཟེར་བདག་ཉིད་ཀུན་ལས་དམན་རྟགས་ཤིང་སེམས་འདི་གསུངས་དགོས་རེད་གཞན་ལ་བསམ་པ་ཐག་པ་ཡི་ཆོས་དུ་བྱེད་པར་འཛིན་པར་ཤོག་གསུངས་ཡོད་རེད། གལ་ཆེན་པོ་འོན་ཏེ། དེ་ལ་ཐུབ་ཚོད་ཤོད་མཁན་ཞིག་འདུག་ན་དེ་ལ་ལན་མ་སློག་ན་འགྲིག་ཐབས་མེད་པོ་འདི་རེད་ད། སྐབས་རེ་ང་རང་ཚོ་ཆོས་གྲོགས་དེ་ཚོས་དྲི་བ་བཏང་གི་རེད་ཁོ་ང་ལ་ཐུབ་ཚོད་ཞིབ་པོ་བཏང་གི་འདུག་འདི་འདྲའི་ཁ་བཙུམ་ནས་བསྡད་ལབ་ན་ད་ཆོས་ད་ཡག་པོ་མི་འདུག་གསུང་མཁན་འདི་འདྲ་བྱུང་ཡོད་རེད་ངས་འདི་འདྲའི་མ་རེད་ད་གསུང་གི་ཡོད་དྲང་པོ་དྲང་རྐྱང་གི་ཐོག་ནས་ཐུབ་ཚོད་བཏང་གི་འདུག་ན་དེ་ལ་ལན་སློག་གོ་རེད་ད་ཟེར་ནས་འདི། ཁོ་རྟེན་འབྲེལ་གྱི་ཆོས་ཉིད་རོལ་བ། དྲང་པོ། བྱེད་ཡིད་བྱེད་ཀྱིས་ཁོ་ཡི་དྲང་པོ་བྱེད་ཀྱི་མིང་དུ་ལབ་པ་ཡིན་པ་ཡིན་ན་ཁོ་རང་ཡང། ལན་སློག་བ། ལན་སློག་སྟངས་དེ་དངོས་ཡོད་གནས་ཚུལ་དང་མཐུན་པ། རླུང་ལངས་འོ་མ་རེད། གཅིག་རྣམ་འགྱུར་སྡུག་ཅག་སྟོན་འོ་མ་ལག་པ་ལ་རྒྱུག་པ་འདི་འདྲའི་གལ་ཆེ་བོ་མ་རེད། ཁྱེད་རང་གིས་འདི་འདྲའི་ལབ་སོང་འདི་བྱས་ན་འདི་རེད་ཟེར་ནས་ངའི་ངོས་ནས་བཤད་མྱོང་སྐད་ཆ་ཁ་བརྡུང་ཞུ་འོར་བ། རེད་བ། སོ་སོ་སྒེར་གྱི་དོན་དག་ནི་མ་རེད། རེད་བ། སྤྱི་པའི་དོན་དག་ལ་ངས་བཤད་མྱོང་བ་རེད། རེད་བ། ཨུམ། སྒོ། ཕྱག་ལས་ནང་གི་སྒོ་དེ་གཉིས་སྒོ་དྲུག་ཉེ། དགེ་སྒོ་གཟིམ་ཉེ། སྒྲ་མི་སྣ་ཚོ་ཡོང་ཁུལ་རེད། ནི། ལོ་ཁ་ཤས་ཀྱི་སྒོ་གཟིམ་ཡིག་གི་ཐོག་ནས་སྤྱི་བེད་ཀྱི་ལས་ཀ་འཐུས་ཤོར་དང་མ་འོངས་པ་ལ་འཐུས་ཤོར་སྟེར་ཁུལ་བསྟེར་ན་ང་རང་ཚོ་ཁ་ཚུགས་མེད་འདོད་ན་འགྲིག་གི་མ་རེད་བ་ད། འདི་ཚོ་བླ་མ་དངོས་ཡོད་གནས་ཚུལ་འགྲེལ་བཤད་རྒྱག་ཡ་དེ་ང་ཚོ་གལ་ཆེན་པོ་རེད། འགྲོ་བ། འདི་རེད། དེ་ལ་ལན་མ་སློག་ན་འགྲིག་ཐབས་མེད། རྒྱ་མིས་བྱས་པ་དེ་རྣམས་འགྲིག་གི་མི་འདུག་ཅེས་ང་ཚོས་ལན་བསློག་གི་ཡོད་ཅིང་འདིར་བ་རྒྱ་ནག་གུང་ཁྲན་ཏང་གིས་བྱས་པ་དེ་བོད་མི་ལ་བདུད་ཚུགས་བཏང་པ་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་ནས་ང་ཚོ་ཕ་ཛམ་བུ་ནི་ལ་ཞུ་གཏུག་བྱེད་དགོས་བ་ཟེར་ནས་སྐད་རྒྱག་གི་ཡོད་འདིར་བ་ད་སྐད་འབོད་བྱེད་དགོས་ཡོད་དོན་དག་འདིར་བ་ད་གང་ཡོད་ཅི་ཡོད་བྱེད་ཀྱི་ཡོད་བ་རེད་སེམས་ཀྱི་ཕུགས་ནས་རྒྱ་མིས་ཡང་རང་དང་སྒོ་ཀུན་ནས་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་གཅིག་གྱུར་རེད་བསམ་པ་དེའི་ཐོག་ནས་སེམས་གཏིང་ནས་ཨ་ནི་སུ་ཡིན་པ་ཡིན་ན་མི་གཅིག་མཚུངས་རེད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པུ་རེད་ཁོ་མ་ཤི་བའི་དབང་གིས་འདི་འདྲའི་ཆ་བྱེད་ཀྱི་འདུག་ཁྱེད་རང་གིས་བྱས་པ་དེ་ནོར་འཁྲུལ་རེད་ཟེར་ནས་ང་རང་ཚོ་སྐད་འབོད་བྱེད་ཡས་དང་ངོ་རྒོལ་བྱེད་ཡས་དང་འདི་འདྲས་བྱས་པ་རེད་མ་གཏོགས་སེམས་གཏིང་ནས་ཕར་བློས་ཐོར་ནས་ཁོ་ལོག་ག་རེད་ང་ངོ་ག་རེད་ཁོ་དམྱལ་བ་ནང་ལ་འགྲོ་བ་ཆོད་ང་བདེ་བ་ཅན་ལ་སྐྱེ་བ་ཤོག་ཟེར་ནས་བསམ་བློ་འདི་ཁྱེད་ནས་བྱེད་ཀྱི་ཡོད་མ་རེད་ད་སོང་པ་རེད། དེའི་ཐོག་ནས་བརྩེ་བ། འདོད་ཅིང་སྡུག་བསྔལ་མི་འདོད་པ་བཅུ་གཅིག་རེ་བརྩམས་པས་དེའི་ཐོག་ནས་བརྩེ་བ་དང་བྱམས་པ་འདོར་མི་རིགས་ས། རེད་བ། བརྩེ་བ་དང་བྱམས་པ་དོར་ན་ཨ་ནི་ང་རང་ཚོ་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་སྐྱེ་དགོས་ར་ཡོད་མ་རེད་ད། གྱོང་ཆེན་པོ་རག་གི་འདུག་བ། རེད་བ། དེའི་ངང་ནས། ལས་ཀ་ནོར་འཁྲུལ་ཡོད་པ་དེ་ལ་སྐྱོན་འདུག་བལྟས་ནས་འདི་རེད་བ། དེའི་སྒང་ལ། དེ་འདྲ་ཡིན་བཞིན་པའི་ངང་ནས། ཨ་ནི་ང་རང་ཚོ་ལས་ཀ་བྱེད་སྟངས་ནོར་འཁྲུལ་ཡོད་པ་ཡིན་ན། དེ་ནོར་འཁྲུལ་བྱུང་འདུག་ཨ། ནོར་འཁྲུལ་བྱུང་འདུག་ཟེར་ན་ད་བཤད་སྟངས་དེ་ལ་ཁྱད་པར་ཡོང་དགོས་བ་རེད། རེད་བ། ཨ་ནི་ད་དེ་དེ་འདྲ་དེ་འདྲ་ཡིན་སར་ད་ཟེར་ནས་ལ་ཡ། ཁབ་ཏུ་ཁོ་རང་དེ་རང་ནོར་འཁྲུལ་བྱུང་ཤག་ལབ་པ་ཡིན་པ་ཡིན་ན་ཡང་མ་འགྲིག་པ་རེད། ཡ། ཁྱེད་རང་བྱེད་ཀྱི་ལབ་ཀྱི་ར་ནི་ཚར་རེད་དེ། རེད་བ། དེ་དེ་འདྲ་དེ་འདྲ་བྱེད་ཀྱི་འདུག་ག་འདྲ་ཡིན་ན་ཟེར་ནས། ཁོ་ཐབས་ཤེས་རེད་བ། འོ་དེ་འདྲ་ཡི་ཐོག་ནས་ང་རང་ཚོ་ཐབས་ཤེས་བྱས་ཏེ་གལ་ཆེན་པོ་བྱེད་རེད། མཐའ་གཅིག་ཏུ་ནོར་འཁྲུལ་རེད་ལབ་པ་ཡིན་པ་ཡིན་ན། ནོར་འཁྲུལ་དེ་རེད་དེ། ལམ་སང་ཁོ་ར་ཁྱོད་ནོར་བཞག་ཁྱོད། རྩ་བ་ཉིད་ནས་ཁྱོད་ཤི་ངེས་མ་རེད་ལབ་པ་ཡིན་ན། ཕ་རོལ་པོ་ཡང་སེམས་ཤུགས་བྱ་ཡག་ད་སྤྱི་བེད་ཀྱི་ཞབས་ཕྱི་སྒྲུབ་པའི་ལ། ཁྱོད་ར་བོར་བ། སྐྱོན་དུ་བལྟས་ནས་ཁ་བདེ་བཅག་པ་ཡིན་ན་མཐའ་གཉིས་སུ་མི་ལོང་བ་དེ་གཟི་བརྗིད་ཡིན་སེམས་བདེ་རེད་ར་བ། བརྩེ་བ་ཡི་ཐོག་ནས་ར་བ། མཆོད་པ་ཡིན་མདོག་གིས། ཡིན་མདོག་གིས་དུས་ཐམས་ཅད་ཤོར་ནས་བསྡད། བསྡད་པ་འགྲིག་ཐབས་མེད་རེད་བ། ར་ཆོས་སྒྲུབ་རྒྱུ་ཡོད་ལབ་རེད་བ། ཨ་ནི་ནོར་འཁྲུལ་ཤོར་བ་ཡིན་ན་ཡང་འཇམ་ཐིང་ཐིང་བསྡད། ཕ་རྒྱལ་མིའི་དབྱངས་རྣམས་ལ་ཤོར་གྲོགས་བྱེད་དགོས་འདོད་ན་ཡང་འཇམ་ཐིང་ཐིང་བསྡད་པ་ཡིན་ན་སྐྱབས་མི་རུང་ཅེས་གསུངས་པ་ན་ཞིག་རེད་བ། ཁར་ས། གཏོར་མ། ཁར་ས། ཁ་རེ་ལྷ་ཁང། མེ་ཡི་ཚིག་ན་ཡང་འཛུམ་ཞེས་བྱེད། གཏོར་མ། ཁྱི་ཡི་ཁྱི་ན་འཛུམ་ཞེས་བྱེད་ན་འགྲིག་གི་མ་རེད་གསུངས་རེད་ད། འགྲིག་ཐབས་མེད་ཡང། སྲིད་ཀྱི་ལས་དོན་ཡིན་ཞེས་སྒྲ་ལ་ཞེ་སྡང་ཁྲག་པོ་ཀུན་ནས་བདེ། ད་འདི་ཚོ། ཆབ་སྲིད་ཀྱི་ལས་ཀ་རེད་ཟེར་ནས། ཨ་ནི། སོ་སོའི་མ་ག་སི་ཀྱི་སྒྲ་དེ་ལ་ཞེ་སྡང་དང་ཁྲག་དོག་དང་དྲག་པོའི་ཀུན་ནས། ཀུན་ནས་ད་སེམས་འཁྲུགས་བསྡད་པ་ཡིན་ན་འདི་ནོར་འཁྲུལ་རེད་སོ་སོ། གྱོང་ར་བ་དང་སོ་སོ་ཡི་ལས་ཀ་བྱེད་འདུག་གོ་མ་རེད་པ། རེད་བ། ཀོ། ནོར་འཁྲུལ་བྱས་པ་འདི་ངོས་འཛིན་ཕ་ཡིས་ངོ་ཤེས་པ་བྱས། རེད་བ། དེ་ལ་ང་ཚོ་བཟོ་བཅོས་ག་འདྲི་ཞིག་གཏང་དགོས་དགོས་དང། འདིའི་ནོར་འཁྲུལ་མང་ཉུང་ལ་ང་རང་ཚོ་ལས་འགུལ་ག་རེ་སྤེལ་དགོས་དགོས་དང། འདི་འདྲི་ཡི་ཐོག་ནས་ཆེད་གར་བ། སྟག་ལུང་ལངས་ནས་བསྡད་ནས་ད་ཁ་ལག་ཡང་མ་ཟ་ནག་ཁུང་སྐྱིད་ལ་བསྡད་བསྡད་པ་ཡིན་ན་སོ་སོའི་གྱོང་རེད། རྒྱ་ནག་གུང་ཁྲན་ཏང་ཡོན་ཁྱེད་རང་ཁ་ལག་མ་ཟ་ནས་ནག་ཁུང་སྐྱིད་ལ་བསྡད་ཤག་ཟེར་ནས་སེམས་གསོ་བྱེད་ཁ་ལག་ཟོས་ནས་སྐྱེ་ག་ནས་འོང་མ་རེད། རེད་བ། འོ་དེ། འདོད་ན་ནོར་འཁྲུལ་རེད་ཟེར་ནས་དེ་བས་ཆོས་དང་ཆོས་དང་སྲིད་གཉིས་མཉམ་དུ་འགྲོ་ཐུབ་པ་ཞིག་བྱུང་ན་དྲན་གྱི་ཡོད་ཟེར་ནས་ཆོས་དང་སྲིད་གཉིས་མཉམ་དུ་འགྲོ་གསུང་ཉན་དེ་དཔེ་གནད་འགག་ཆེན་པོ་རེད་ད་ང་རང་ཚོ་སེམས་གཏིང་ནས་བརྩེ་བ་དང་བྱམས་པ་མ་དོར་བ་བྱས་ཨ་ནི་གདོང་ལེན་བྱེད་ས་དེ་གི་མི་དེ་གི་ནོར་འཁྲུལ་དེ་ལ་ང་རང་ཚོ་གཟུགས་པོ་གི་ཐོག་ནས་ལུས་པོ་གི་ཐོག་ནས་ཨ་ནི་གདོང་ལེན་བྱས་སེམས་ཀྱི་ཐད་ནས་བརྩེ་བ་དང་བྱམས་པ་མ་དོར་བ་བྱེད་ཐུབ་པ་ཡིན་པ་ཡིན་ན་ཆོས་དང་སྲིད་གཉིས་ཀ་གི་ཐོག་ནས་ཨ་ནི་གནད་འགག་པ་ཡང་ཁོ་མི་རིགས་ལ་ཕན་པ། རེད་བ། མཐར་ཐུག་ཡང་སོ་སོ་ལ་ཕན་པ་པོ་དེ་ཡིན་ཁུལ་རེད་གསུངས་རེད། དྲན་གྱི་ཡོད་ཤེས་སོང་ང་མ་ཟ། སྲིད་ཀྱི་ལངས་ལས་ཡག་པོ་ཞིག་ཡོང་བ་ལ་ཡ་རབས་ཀྱི་གཞི་བཟུང་ན་སྲིད་དེ་ཡག་པོ་ཡོང་ཁུལ་ཡོད། ཡ་རབས་ཀྱི་གཞི་འཛིན། གཞི་འཛིན་ས་དེ་ཆོས་ཀྱི་བསླབ་བྱའི་ཐོག་ནས་ཡོང་དགོས་པ་གལ་ཆེན་པོ་ཡིན་གསུངས་རེད་བ། ཡ་རབས། ཡ་རབས་སྤྱོད་བཟང་ལ་ཡི་དེ་ཆོས་ཀྱི་ཐོག་ནས་ཡོང་དགོས་རེད། དེ་འདྲ་བའི་གཏམ་མང་ཞིག་ཡོད་པའི་ཐོག་ནས་ཨ་ནི་ང་རང་ཚོ་གི་སྲིད་ཀྱི་ལས་ཀ་ཅིག་བྱེད་པ་ཡིན་པ་ཡིན་ན་ཨ་ནི་མི་མང་ཨ་ནི་ལ་བདེ་བ་ཡོན་ཨ་ནི་སྤྱི་ཚོགས་འཆམ་མཐུན་ཡོན་རེད་བ། ཨ་ནི་བླ་མི་ཡི་བཀའ་བསྒྲུབ་ཚུལ་བས་དེ་འདྲས་ཞིག་ཡོང་དགོས་རེད་གསུངས་རེད། གནས་སྐབས་གནས་པ་ཡི་ཁྲིམས་ཕུ་ཁྲིམས་ཕུ་གྱི་ཁེབས་སངས་ལ་འདི་འདྲས་ཅིག་གི་བསམ་བློ་བཏང་སྡོད་པ་ཡིན་ན་གྱོང་ཚང་མ་ར་གི་རེད་མི་མང་ལ་གྱོང་ཚང་མ་ལ་གྱོང་རེད་ཨ་ནི་ཨ་ནི་རྗེས་མ་སྲིད་ཀྱི་ལས་ཀ་དེ་ཚར་བའི་རྗེས་ལ་སོ་སོའི་གཅིག་པུ་དེ་ནི་སེམས་སྐྱོ་ལྷང་ལྷང་ལ་འགྲོ་གི་རེད་ད་འདི་སྐབས་ལ་སུ་གཅིག་ཡོང་གི་མ་རེད། འོ་འདི་འདྲས་ཅིག་རེད་ད་བཞག་གི་ཡིན་ད་དགོངས་ད་སྐད་ཆ་མང་པོ་ཤོད་ཤོད་རེད་ངས་ད་དེ་རིང་གནམ་གཤིས་ཡག་པོ་མེད་པ་ཡིན་ཙང་བཤད་བཞག་པ་རེད་ད། ཨོ་དེ་འདྲའི་ཅིང་ཡང་ཚང་མའི་ཡི་ད་དེ་མ་འཁོར་བ་ནི་ཡོད་མ་རེད། ཚིག་བཞི། རྒྱལ་དེ་ཕ་ལོག། ཨ་ནི་དེའི་བསམ་བློ་ཞིག་བཏང་ད། རེད་བ། དེ་ག་ལ་གང་འཚམ་ཅི་ད། བག་ཆགས་བཞག་ཡ་ལ་ཕན་ཐོགས་ཡིན་དགོས་རེད་བག་ཆགས་ཞིག་བཞག་ཐུབ་པ་ཡིན་ན་སྐད་འདི་ཕྲད་ཡོང་དེ་ཁོ། སུ་ཡིན་དེ་སྐད་ཡ་ལ་ཁྱད་པར་ཡོང་དགོས་རེད་བ། ཨོ་དེ་འདྲའི་ཅིང་ཡིན་ལ་སོ།

བསམ་པ་ལྷུན་གྱིས་གྲུབ་པར་བྱིན་གྱིས་རློབས། བྱང་ཆུབ་སེམས་སྤྱོད་རིན་པོ་ཆེ་མ་སྐྱེས་པ་རྣམས་ཀྱི། སྐལ་བ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག། བླ་མ་སྐུ་ཁམས་བཟང་ལ་གསོལ་བ་འདེབས་མཆོག་ཏུ་སྐུ་ཚེའི་རིང་ལ་གསོལ་བ། ཕྲིན་ལས་མཐར་ཕྱིན་རྒྱས་ལ་གསོལ་བ་འདེབས་བླ་མ་དང་འབྲལ་བ་མེད་པར་བྱིན་གྱིས་རློབས། ཕ་མ་སེམས་ཅན་ཐམས་ཅད་དད་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་དོར་དུ་གཏོང་བ། བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་པ་དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག། འཇམ་དཔལ་དཔའ་བོའི་ཕྱི་དར་ཁེངས་པ་ན་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་དེ་དག་ཀུན་གྱི་རྗེས་སུ་བདག་བློ་ཅན་རྒྱལ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་དེ་གསུམ་གཤེགས་པའི་རྒྱལ་བ་ཐམས་ཅད་ཀྱི་བསྔོ་བ་གང་ལ་མཆོག་ཏུ་བསྔགས་པ་དེ་བདག་གཞན་དགེ་བའི་རྩ་བ་འདི་ཀུན་བཟང་པོ་སྤྱོད་བྱེད་རབ་ཏུ་བསྔོ་བར་བགྱི། ཕན་བདེ་འབྱུང་ནས་བསྟན་པ་མཐར་ཕྱིན་གྱི་ཏིང་འཛིན་སྐྱེ་བོ་ཐམས་ཅད་ཀུན། ལུས་ཅན་ཀུན་ལ་འདི་སྐད་སྦྱིན་བས་ནི་སངས་རྒྱས་བསྟན་པ་རྟག་ཏུ་རྒྱས་གྱུར་ཅིག། ཨོ་ལགས་སོ་ཐོ་ཆེ་ན་ལེན་གྱི་ཚང་མ།